པོ། བཀྲ་ཤིས་བདེ་ལེགས། ཨེ་ད་རེས་བཤད་སྲོལ་གྱི་ཆོ་ག་མདོར་བསྡུས་ཅིག་མ་འདྲེ་བཤད་ཞུས་ཆོག་པ་ཞུ། ད་ང་རང་ཚོས་བཤད་སྲོལ་ཟེར་དེ་ག་རེ་བྱེད་ནས་བྱེད་ཀྱི་ཡོད་རེད་ཟེར་ན། ད་ང་རང་ཚོ་ནམ་རྒྱུན་སོ་སོའི་ནང་ལ་ཡ་སྐྱབས་སུ་འགྲོ་ས་ཀྱི་ཡུལ་དེ་ལ་ཡ་ལྷ། སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་དཀོན་མཆོག་གསུམ་ཡོད་རེད་བ། ད་འདི་དཀོན་མཆོག་གསུམ་དེ་གི་སྐྱབས་ཡུལ་གྱི་རྟེན་འདྲ་བོ་འདི་ང་ཚོ་ལ་ག་རེ་ཡོད་རེད་ཟེར་ན། ཨཱ་ནི་བསང་མཆོད་དཀོན་མཆོག་གི་རྟེན་དེ་ལ་ཨཱ་ནི། སངས་རྒྱས་ཀྱི་སྐུ་དང། དེ་ག་ནང་བཞིན་ཡི་དམ་ཚོགས་ཀྱི་སྐུ་དང་དེ་ག་ནང་བཞིན་ད་ལྟ་ཏཱ་ལ་བླ་མ་དཔལ་ནཱ་རྒྱལ་ཡབ་སྲས་གསུམ་གྱི་སྐུ་ལ་སོགས་པ། ཨཱ་ནི། ཨོ་ད་ག་མཐར། སྐུ། མང་པོ་ཅིག་ང་ཚོ་ལ་ཡོད་རེད་བ་དེ་ཚོ་ལ་ང་ཚོ་གིས་སངས་རྒྱས་དཀོན་མཆོག་གི་གདུལ་བྱའི་ཞག་སངས་རྒྱས་དཀོན་མཆོག་ཡིན་དྲན་བྱས་སངས་རྒྱས་ཡིན་དྲན་བྱས་ཨཱ་ནི་སྐྱབས་སུ་འགྲོ་དགོས་ཀྱི་ཡོད་རེད་བ། དེ་ག་ནས་བཞིན་སངས་རྒྱས་དེ་དག་གི་གསུང་གི་ལྟ་གསུང་ཞེས་པའི་གསུང། པོ་ཏི་མང་པོ་ཡོར་བ་ནི་འབུམ་རྗེས་འབྲེལ་དུས་གསུམ་དང། རྗེ་ཡབ་སྲས་གསུང་གི་གསུང་འབུམ་དང་སྐྱབས་རྗེ་རྣམ་པ་སོགས་ཀྱི་གསུང་འབུམ་ལ་སོགས་པ་དེ་དག་འདི་ང་ཚོ་ཆོས་དཀོན་མཆོག་ཡིན་བསམ་བྱས་ནས་ང་ཚོ་གི་དེ་ལ་ཡར་དད་པ་བྱེད་དགོས་ཡོ་རེད་སོང་བ་རེད་དེ་ཡིན་དུས་དེ་ཚོ་གི་སྐུ་དེ་ཚོ་ལ་ཡར་དང་པོ་ང་རང་ཚོ་སྐུ་དེ་འདུག་སོ་སོ་དེ་འདྲ་ཞུས་ནས་ནི་རབ་གནས་ཟེར་ངེས་དེ་བྱེད་གནང་གི་འདུག་ཨང། རབ་གནས་བྱེད་དུས་ག་རེ་བྱེད་ཀྱི་ཡོད་རེད་ཟེར་སྲོལ་ན། ཨཱ་ནི། སངས་རྒྱས་ཀྱི་སྐུ་དེ་དག་ལ་སྐུ་དེ་ཚོ་ལ་ཡང། ཨཱ་ནི་ཡེ་ཤེས་པ་མ་ཨཱ་ནི་ལྷ་ཡུལ་ན་རེ་བ་ད་ཆོས་པའི་སངས་རྒྱས་ཀྱི་ཞིང། ཐམས་ཅད་ནས་ཡེ་ཤེས་པ་ཡེ་ཤེས་པ་ཟེར་ཏེ Wisdom Being ཟེར་བ་རེད་སངས་རྒྱས་ཀྱི་སྐུ། དེ་ལ་མ་སངས་རྒྱས་དེ་ཚོ་མ་དངོས་སུ་མ་གདན་འདྲེན་ཞུས་ནས། ཨཱ་ནི་སྐུ་དེ་ཚོ་ལ་མ་ཐིམ་པ་བྱས་བྱས་ཨཱ་ནི་སྐུ་དེ། ད་སངས་རྒྱས་ཀྱི་སྐུ་དངོས་ཕྱག་ཟུང་བཅས་ཀྱི་འདུག་རབ་གནས་བྱས་ཏེ་དེ་འདྲས་རེད། དེའི་དོན་ང་རང་ཚོས་ད་ང་ཚོ་འདྲ་བོ་དེ་ཐ་མལ་པ་ཚོ་ཡོད་སྐུ་དེ་བརྗེད་ཡོང་དུས་ད་ཅིའི་སྐུ་དེ་རག་གི་སྐུ་ཡིན་ན་རེད་ནི་ཤིང་རྟ་ག་རེ་འདུག་དེ་འདྲ་ཡོད་སྐུ་དེ་བརྗེད་དེ་ཡོད་དེ་མ་གཏོགས་དངོས་སུ་དངོས་ཡིན་པ་དེ་བརྗེད་ཀྱི་ཡོད་མ་རེད་དེ་ཡིན་ན་ཡང་རབ་གནས་ཀྱི་འདུག་གནང་ཚར་དུས་རབ་གནས་བྱས་ཚར་དུས་དཔེ་ཡེ་ཤེས་པ་དངོས་དེ་ནས་སངས་རྒྱས་དངོས་དེ་ནས་ཡང་བཞུགས་བྱས། འདི་སངས་རྒྱས་ཀྱི་སྐུ་དངོས་ཆགས་ཚར་རེད། དེ་ག་ནས་ཤི་ང་རང་ཚོ་ཐང་ག་ཚོའི་གཅིག་པ་རེད་ཐང་ག་ཚོ་མང་པོ་ཡོག་རུ་བ་ཨོ་དེ་ཚོའི་གཅིག་པ་རེད། ཨ་དེ་ག་ནས་ཤི་སོང་དེ་ཚོ་ཡང་ང་ཚོ་རབ་གནས་བྱེད་ཚར་དུས་སངས་རྒྱས་དེ་རྣམས་ཀྱི་བླ་མ་དེ་རྣམས་ཀྱི་ཨ་ནི་གསུང་དེ་ལ་མ་ཞུགས་ནས་ཨ་འདི་ཞུགས་རྗེས་སྐུ་དེ་ཚོ་གང་ག་ཨ་ནི་ད་ཆོས་སྐུ་མཆོག་ཆགས་འགྲོ་གི་ཡོག་རེད་གཙོ་བོ་གཙོ་བོ་དེ་སངས་རྒྱས་ཀྱི་ཨ་ནི་ཐུགས་ཀྱི་བྱིན་རླབས་ད་ཐུགས་ཀྱི་ཡོན་ཏན་འདི་ཟས་བཅོལ་ད་ང་རང་ཚོ

དངོས་སུ་རྗེས་ཐུགས་ཡག་གི་དཔེ་ཆ་དང་དེ་ཚོར་མ་ཐིམ་ནས་ཨ་ནི་དཔེ་ཆ་དང་དེ་ཚོ་དེ་ཆོས་དཀོན་མཆོག་གི་འདུ་ཤེས་བཞག་ཅིག་འདུག་ས་སྐྱབས་སུ་འགྲོ་དགོས་རེད་ཟེར་བ་དེ་ག་ནང་བཞིན་ད་དགེ་འདུན་དཀོན་མཆོག་དེ་ཡང་སངས་རྒྱས་དཀོན་མཆོག་སྐུ་སངས་རྒྱས་ཀྱི་སྐུ་དང་སོགས་པ་དེ་དག་དགེ་འདུན་དཀོན་མཆོག་ཡང་ཆགས་བསྡད་ཀྱི་ཡོད་རེད་བ། ཨོ་དེ་འདྲས་རེད་ད་དེ་ཡིན་དུས་ཨ་ནི་ང་རང་ཚོས་དངོས་སུ་རྗེ་དེ་ཡག་གི་སྐུ་དང་ཐང་ཀ་དང་ཨ་ནི་སུང་པོ་ཏི་ལ་སོགས་པ་དེ་དག་མདོར་ན་ག་རེ་ཆགས་བསྡད་ཀྱི་ཡོད་རེད་ཟེར་ན་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་དེ་དངོས་ཡིན་དྲན་བྱས་ཨ་འདུལ་གྱིས་ང་ཚོ་སྐྱབས་སུ་འགྲོ་གི་ཡོད་རེད་བ། སྐྱབས་སུ་འགྲོ་གི་ཡོད་རེད་བ། ཨོ་དེ་འདྲས་རེད། ད་འདི་དངོས་ཕྱག་རབ་གནས་བྱས་ནས་ནི་དེ་ལ་ཡང་ཡེ་ཤེས་པ་དེ་དངོས་སུ་བཞུགས། སྐུ་དེ་དག་སྐུ་དེ་དག་ལ་ནི་ཡེ་ཤེས་པ་དེ་དངོས་སུ་བཞུགས། གསུང་དེ་དག་ལ་ཡང་ནི་དཔལ་གྱི་ནི་ཚུལ་སངས་རྒྱས་ཀྱི་ཐུགས་ལ་ཡོད་དེ་ཉིད་ཀྱི་ཆོས་དཀོན་མཆོག་གི་ཡོན་ཏན་དེ་ཚོ་གསུང་དེ་དག་ལ་དངོས་སུ་བཞུགས་ནས་གསུང་དེ་ཚོ་ཡང་དཔལ་ཆོས་དཀོན་མཆོག་དངོས་གནས་དེ་ཕྱག་འཚལ། དེ་འདྲ་ཡིན་དུས་ད་དེ་འདྲའི་སྐུ་དེ་ད་ཁ་ཤས་ཀྱི་ང་ཚོ་སྐུ་དེ་ནི་ད་དད་པ་བྱས་ཀྱི་ཡོད་ཡོད་ལ་མེད་ན་ཅིག་ཆགས་བསྡད་ཡོད་དུས་ད་སྐུ་དེ་ཚོ་ཡ་ཅིག་མཚམས་མཚམས་སྐུ་ཁ་ཤས་རྙིང་པ་ཆགས་བྱས་ནི་ད་འཇིག་རྟེན་པའི་ང་རང་ཚོ་མཐོང་ཚུལ་ལ་ཡ་སྐུ་ཁ་ཤས་རྙིང་པ་ཆགས་ནི་དེ་འདྲའི་ཞབས་དེ་འདྲའི་ཆགས་བསྡད་པ་དེ་འདྲའི་དང་གས་བསྡད་པ་དེ་འདྲའི་དང་མཚམས་མཚམས་ཡར་མར་ཁྱི་འགྲོ་དུས་ནི་ཅིག། འཕྲོ་བརླག་འགྲོ་བདེ་བ་དེ་འདྲའི་གྱོང་གུད་འདུག་ཨང། དེ་དང་ཨ་ནི་དཔེ་ཆ་ཁ་ཤས་དཔེ་ཆ་ཁ་ཤས་རྙིང་པ་ཆགས་པ་དང། ཁ་ཤས་ཡང་ཨ་ནི་ཅིག་རལ་འགྲོ་ཡ་དང་དེ་འདྲའི་ཡོང་དུས་ད་དེ་ཚོ་དེ་ང་རང་ཚོ་འཇིག་རྟེན་མཐའ་མའི་བར་ལ་དེ་འདྲའི་མཇལ་གྱི་ཡོད་རེད་དེ་ཡིན་ན་ཡང་དོན་དངོས་ལ་ཡ་ཨ་ནི་རབ་གནས་བྱས་བྱས་དེ་ལ་ཡ་ཡིད་ཞིབ་བཟང་སྤྱོད་དངོས་དེ་འདྲ་ཞུགས་ཡོད་པ་ཡིན་དུས་ཁོ་ལམ་སང་མེ་དགྲ་སྟངས་ཤ་ཡ་འདྲ་བོ་དང། འཁོར་ལམ་སྲང་བར་གཏོར་བཤགས་པ་ལ་སོགས་པ་དེ་དག་བྱེད་པ་ཡིན་ན་ནི་ཡོང་གི་ཡོད་མ་རེད་ནི་སྡིག་པ་བསགས་ཡ་དང་དེ་ནི་ཡོང་གི་ཡོད་རེད་བ། དེ་ཡིན་དུས་ང་ཚོས་ད་འདི་མ་ཡོང་ཡག་གི་ཆེད་དུ་སྡིག་པ་འདི་མ་བསགས་ཡག་གི་ཆེད་དུ་ད་སྐུ་འདི་ནི་ད་འཕྲོ་བརླག་ཕྱིན་ཅེས་ནི་ཁྱད་མཚར་ཆགས་བསྡད་ཡོད་པ་དང་ཁ་ཤས་སྐུ་ཁ་ཤས་ལ་བཟུང་དེ་ནི་ག་ལ་འབུ་བརྒྱབ་སྟེ་དེ་ནི་ཡོང་གི་འདུག་ཨང་དེ་འདྲས་ཡོང་དུས་ནི་སྐུ་ལ་འཕྲོ་བརླག་འགྲོ་དེ་འདྲས་སྐབས་ལ་ནི་མེད་པ་བཟོས་དགོས། དེ་འདྲས་དུས་ཚོད་ཅིག་ཤར་ཡོང་དུས་ནི་ཞེས་བཟོས་ཟིན་ངེས་དེ་བྱེད་དགོས་དགོས་རེད། ཨ་ནི་དཔེ་ཆ་འགའ་ཞིག་རའི་རྗེས་འཕྲོ་ལ་འགྲོ་ཡ་དང་མེ་ཤོར་ནས་རའི་འགྲོ་ཡ་དང་རྙིང་པ་ཆགས་ནས་རའི་འགྲོ་ཡ་ལ་སོགས་པ་དེ་དག་ཡང་ཁོ་བཤད་སྲོལ་བྱས་རྗེས་མེ་ལ་བཟོས་དགོས་ཡ་རེད་བཤད་སྲོལ་བྱེད་དུས་ག་རེ་བྱེད་དགོས་ཡ་རེད་ཟེར་ན། སྙན་མ་རབ་གནས་བྱེད་པའི་སྐབས་ལོ་ཨ་ནི་མ། ཡེ་ཤེས་པ་འདི་ལ་མ་གདན་འདྲེན་ཞུ་བཞག་པ་འདི་ད་ད་རེ་ཐུགས་ཀྱི་སྲིད་གནས་སྐབས་གཅིག་ལ་གནས་སྐབས་གཅིག་རིང་ལ་ཡར་ཕེབས་འགྲོ་རུ་ཕྱིས་ལ་ལས་དེ། ཡ་ཕའི་འགྲོ་ལོ་ཅིས། ཨ་ནི། ཨ་ནི་གཞི་ནས་དཔེ་ཆ་འདི་ཕ་མེས་དྲག་བཏང་བ་དང། ད་ང་ཚོ་རླུང་རྟ་ཡི་གཅིག་པ་རེད་རླུང་རྟ་ག་ལ་ཤེས་རླུང་རྟ་འཛུགས་ལ་རང་ནས་བྱེད་ཡོད་དུས་རླུང་རྟ་འདི་ཚོའི་ཆོས་དཀོན་མཆོག་གིས་འདུ་ཤེས་བཞག་དགོས་ཏེ་ཆགས་འདི་ཡོད་དུས་རླུང་རྟ་འདི་ཚོ་གང་ལ་གོམ་པ་རྒྱག་ཡ་དང་འདི་ཚོས་བྱས་པ་ནི་སྡིག་པ་ཆེན་པོ་རུང་བ་དེ་ཚོ་ཡིན་དུས་དེ་ཚོས་བྱེད་རྒྱུ་ཡོད་མ་རེད་ཟེར་གྱི་ཡོད་རེད་ཨོ་དེ་འདྲས་རེད།

ཨ་ནི་ད་སྐུ། ད་ལྟ་ང་རང་ཚོ་བཤད་སྲོལ་བྱེད་ཀྱི་ཡུལ་སྐུ་དང་དཔེ་ཆ་དང་ཚོ་ག་རེ་ཡོད་འདོད་པ་དེ་ལས་ཡ། སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག། ཨ་ནི་དགེ་འདུན་དཀོན་མཆོག་ལ་སོགས་པ་དེ་དག་གི་གདུལ་བྱའི་ཞག་ནི་དཀོན་མཆོག་གསུམ་ཡིན་རིག་ད་རེད་རེད་དེ་ཡོར་བ་དེ་དུས་ཡིན་དྲན་བྱེད། ནམ་རྒྱུན་ན་ཤེས་བྱེད་བྱེད། ཨ་ནི་དང་པོ་སྐྱབས་འགྲོ་སེམས་བསྐྱེད་བྱེད། དེ་བྱས་ཏེ་སངས་རྒྱས་ཆོས་དང་ཚོགས་ཀྱི་ཆོས་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་བཅས། བདག་གིས་སྦྱིན་སོགས་དགྱེས་པའི་བསོད་ནམས་ཅི་འགྲོ་ལགས་ཕན་ཆད་སངས་རྒྱས་འགྲུབ་པར་ཤོག་བསད་དེ་ཨ་ནི་ལྕམ་དྲུད་ཚགས་གསུམ་བཅས་ཨ་ནི་སེམས་བསྐྱེད་ཚགས་གསུམ་བཅས། དོན་དག་ངོ་མ་དེ་ཨ་ནི། ཡུལ་དང་འདྲ། ཡུལ་དཀོན་མཆོག་གསུམ་ལ་ཡང་སྙིང་ཐག་པ་ནས་སྐྱབས་སུ་འགྲོ་ཡ་བྱས་སྐྱབས་སུ་འགྲོ་སྨིན་ཡུལ་སོ་སམ་མོ་བཏང་ཡོང་དུས་ཨ་ནི་ཆགས་པའི་དང། སྐུ་དང། གསུང་དང་དེ་ཚོ་ལ་ཡ། ཨ་ནི། ཆོས་དཀོན་མཆོག་དང་སངས་རྒྱས་དཀོན་མཆོག་དང་དགེ་འདུན་དཀོན་མཆོག་དངོས་སུ་དེ་ཡོད་བསྡད་པ་ཡིན་དུས་ཨ་དེ་ལ་ཡ་སྐྱབས་སུ་འགྲོ་ཞིག་འདུག་སྐྱབས་འགྲོ་བྱེད་དགོས་རེད་ཟེར་ཡ་དེ་འདྲའི་རེད། དེ་ནས། སྐྱབས་སུ་སྐྱབས་སུ་འགྲོ་ཟེར་བའི་སྐྱབས་འགྲོ་སེམས་བསྐྱེད་བྱེད་ཟེར་བའི་རྗེས་ལ། ཨ་ནི། འདི་རྗེས་ལ་ཡ་བྱུང་སོ་སོ་ཁྱེད་ཐུག་ན་ཚད་མས་ཤིག་ཟིན་ཁྱེད་འདི་བྱེད་ན་ཡག་པོ་ཡོད་རེད་འདི་ག་རེ་རེད། སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པར་གྱུར་ཅིག་ཟེར་ཡ་ཁྱེད་ཐུག་ན། ཨོ་ད་དེ་ཀུན་གྱི་སེམས་ཅན་ཐམས་ཅད་སྡུག་བསྔལ་དང་སྡུག་སྙིང་གི་རྒྱུ་དང་བྲལ་བ་སེམས་ཅན་ཐམས་ཅད་སྡུག་བསྔལ་མེད་པའི་ཟླ་བ་དང་མེ་འདྲ་བ་ནི་སེམས་ཅན་ཐམས་ཅད་ཉིན་རེ་ཆ་དང་གཉིས་དང་བྲལ་བའི་བཏང་སྙོམས་ལ་གནས་པར་གྱུར་ཅིག་ཟེར་དང་བདེ་སྐྱིད་ཅེས་ད་བདེ་སྐྱིད་ཆེ་ཟེར་བའི་རྗེས་ལ་ཡན་ལག་བདུན་པ་དེ་བྱེད་དགོས་རེད་ཡན་ལག་བདུན་པ་ཟེར་དེ་ག་རེ་རེད་ཟེར་ན་ད་ཕྱག་འཚལ་ཡ་དང་མཆོད་པ་ཕུལ་ཡ་དང་བཤགས་པ་ཕུལ་ཡ་རེད་དེ་རེད་རྒྱས་པ་འདོན་དགོས་མ་རེད་བསྡུས་པ་རེ་འདོན་ན་འགྲིག་གི་རེད་ངས་དེ་འདྲ་འདི་ནང་མ་འདོན་དགོས་རེད་བ་འདི་ག་རེ་རེད་འདི་རེད་ཕྱག་འཚལ་བ་དང་ཆོས་ཀྱིས་བཤགས་པ་དང་རྗེས་སུ་ཡི་རང་བསྐུལ་ཞེས་གསོལ་བ་ཡིས་རྒྱལ་བ་ཅུང་ཟད་བདག་གིས་ཅི་བསགས་པ་ཐམས་ཅད་རྫོགས་པའི་བྱང་ཆུབ་ཆེན་པོར་བསྔོ། ཨོ་འདི་ག་རེ་ཟེར། འདི་སྤྱིའི་དོན། དེ་ནས་འདི་སྤྱིའི་དོན་ཚར་བའི་རྗེས་ལ། ས་སོ་སོ་གི་བསམ་བློ་བཏང་ནས། སངས་རྒྱས་ཀྱི་སྐུ་དེ་ང་རང་ད་ལྟ་བ་སུ་ཡོད་དེ་ཡང་སྐུ་དེ་དང་དཔེ་ཆ་དང། ག་རེ་ད་ཤེས་སུ་བྱས་ཀྱི་ཡུལ་དེ་ལ་ཡང་སོ་སོ་ག་རེ་བཞུགས་གོ་རེ་ཀུ་ཀུ། ར་ཀུ་དང། འདི་འདྲའི་འདི་འདྲའི་ཡིན་དྲན་རྒྱུ་ཡང་མ་དང་སངས་རྒྱས་ཀུན་དངོས་ཡིན་སངས་རྒྱས་ཆོས་འདི་ལས་ཡིན་ན་ཡང་པས་སངས་རྒྱས་ཀྱི་ནུས་པའི། ཐུགས་ཀྱི་ཡོན་ཏན་ཆོས་ཀྱི་ཡོན་ཏན་དེ་འདི་ནས་ཡོད་བསམ་པ་ཅི་བྱེད་བྱེད་ད་ཁྱེད་ཀྱིས་ཁྱེད་རྣམས་ཀྱིས་ཨ་ནི་ད་ལྟ་བར་དུ་སེམས་ཅན་གྱི་དོན་དཔག་ཏུ་མེད་པ་མཛད་བྱས་ཨ་ནི། མཛད། མཛད་ནས་ཨ་ནི། སེམས་ཅན་སེམས་ཅན་མཐའ་ཡས་པ་ལ་ཡང་དངོས་གྲུབ་སྩོལ་ཡ་དང་བྱིན་གྱིས་བརླབས་ཡ་དང་པས་སེམས་ཅན་གྱི་དོན་དཔག་མེད་པ་གྱིས་འདུག་སོ། སྣང་བྱས་དེ་དག་ལ་བཀའ་དྲིན་ཤིན་ཏུ་གནང་བ་དེ་ལ་ཡང་པས་བཀའ་དྲིན་བླ་ན་མེད་པ་གྱིས་འདུག་སོ་ཞུ་གི་ཡོད། དེ་དོན་དག་འདི་རེད། ད་ད་རེས་གནས་སྐབས་རེ་རིང་ལ། སངས་རྒྱས་ཀྱི་ཞིང་ལ་ཡར་འཕེལ་འགྲོ་རོགས་གྱིས། གནས་སྐབས་ཀྱི་རིང་ལ་ཡང། དེ་ཡེ་ཤེས་པ་དེ་ལ་ཞུགས་ཏེ་ཡར་བ། གནས་སྐབས་ཀྱི་རིང་ལ་སྐུ་དེ་ན་མ་ཞུགས་པ་དེ་ལ་ཡར་འཕེལ་འགྲོ་རོ་ཅེས། དཔེ་ཆ་འདི་ལ་ཡོད་བདེ་ཡག་གི་སངས་རྒྱས་ཀྱི་གསུང་གིས་ད་ཅི་འདི་ཡོར་བ་ཡོན་ཏན་དེ་ལ་མ་ཞུགས་པ་བྱས་ཀྱི་ཡར་གནས་སྐབས་ཀྱི་རིང་ལ་ཡར་འཕེལ་འགྲོ་རོ་ཅེས། འདི་འཕེལ་འགྲོ་རོ་ཅེས། ཡིན་ན་ཡང་མ་འོངས་པ། མགྱོགས་མྱུར་དུ། སྙིང་རྗེ་གི་དབང་གིས་ཟེར་ན་ཡག་རེད་སེམས་ཅན་ལ་ཨ་ནི་སེམས་ཅན་ལ་སྙིང་རྗེ་གི་དབང་གིས་ཡང་ཇོ་མ་མགྱོགས་པོ་མགྱོགས་པོ་འཕེལ་ཡོང་རོགས་གནང་མྱུར་བ་མྱུར་དུ་འཕེལ་ཡོང་རོགས་གནང། ཚིགས་བཅད་བཞི་ཡོད་རེད་ད་ངས་ཚིགས་བཅད་བཞི་དང་མང་འདོན་དགོས་ཨ་དེ་ལས་ག་ལ་ག་རེད་ཟེར་ན། ཆོས་རྗེ་སེམས་ཅན་དོན་ཀུན་མཛོད། རྗེས་སུ་མཐུན་པའི་དངོས་གྲུབ་སྩོལ་ཟེར་གྱི་རེད། ཁྱེད་རང་གིས་ཨ་ནི་སེམས་ཅན་གྱི་དོན་དཔག་ཏུ་མེད་པ་ཅིག་འཛིན་དུ་གནང་བ་རེད་དེ་ག་ནང་བཞིན་སོ་སོ་སོ་སོ་གིས་སེམས་ཅན་སོ་སོ་སོ་སོ་གི་མོས་པ་དང་མཐུན་པའི་དངོས་གྲུབ་ཅིག་ཏུ་སྩོལ་བ་རེད། ཁྱོད་ཀྱིས་སེམས་ཅན་དོན་ཀུན་མཛོད་རྗེས་སུ་མཐུན་པའི་དངོས་གྲུབ་སྩོལ། སངས་རྒྱས་ཡུལ་དུ་ཤེས་ནས་ཀྱང་ད་ད་རེས་སངས་རྒྱས་ཀྱི་ཡུམ་ལ་ཡང་ཤེས་ནས་ཡིན་ན་ཡང་ཀྱང་རེ་ཡིན་ན་ཡང་ལྷར་ཡང་བྱོན་པར་མཛད་དུ་གསོལ་ཡང་ཆོག་ངེས་པར་དུ་མ་མགྱོགས་པོ་མགྱོགས་པོ་ཕེབས་རོགས་གནང། འདུག་འདུག་འདུག་ཞུས། དུ་ཞུས་ནས། ནི། འདི་བརྒྱད་དེ་ལ་ཡང་མགོན་པོ་ཐུགས་རྗེ་ཆེན་པོ་དང་ལྡན་པ་རྣམས་ཀྱིས་བདག་དང་སེམས་ཅན་ཐམས་ཅད་ཀྱི་དོན་མཛད་པ་ལས་ཀྱི་སོ་སོའི་ཞིང་ཁམས་སུ་རྫུ་འཕྲུལ་གྱི་འཁོར་དང་བཅས་པ་རྣམས་གཤེགས་སུ་གསོལ་ཏེ། ད་མགོན་པོ་སངས་རྒྱས་ར་བ་མགོན་པོ་དང་ཐུགས་རྗེ་ཆེན་པོ་དང་ལྡན་པའི་སངས་རྒྱས་དང་བྱང་ཆུབ་སེམས་དཔའ། དེ་ནི་ཆོས། དཀོན་མཆོག་ཁྱོད་རྣམས་ཀྱིས་ནི་སེམས་ཅན་གྱི་དོན། དཔག་ཏུ་མེད་པར་མཛད་པ་དེ་སེམས་ཅན་གྱི་དོན་ཧང་སང་ཡང་ཞུ་འདུག་ཟེར་མཛད་པ་དེ་ལ་དཔེ་མི་སྲིད་པས་ཡག་པོ་བྱུང་སོང་ཐུགས་རྗེ་ཆེ་ནང་ད་ཡིན་ན་ཡང་ད་རིས་གནས་སྐབས་ཞིག་རིག་ན་སོ་སོ་སོ་སོ་གི་ཞིང་ཁམས་ལ་ཡང་རྫུ་འཕྲུལ་གྱི་སྟོན་འབྲས་བཏོན་ནས་ནི་འཁོར་དང་བཅས་པ་དུ་ཡར་འཕེལ་རོ་རོ་ཅིག་སྨོན་ལམ་དུ་བརྒྱབ་འདི་བརྒྱབ་ཟེར་བའི་རྗེས་ལ་ནི་སོ་སོ་གི། སྨོན་ལམ་ཚིག་རྗེས་ཁ་ཤས་ཅིག་གསུང་ན་ཡག་པོ་ཡོད་རེད་འཇམ་དཔལ་དཔའ་བོ་ནི་ཇི་ལྟར་ཆེན་པ་དང་ཀུན་ཏུ་བཟང་པོ་དེ་ཡང་དེ་བཞིན་ཏེ་དེ་དག་ཀུན་གྱི་རྗེས་སུ་བདག་སློབ་ཅེས་རྒྱལ་བ་དེ་དག་ཐམས་ཅད་རབ་ཏུ་བསྔོ་དུས་གསུམ་ཤེས་པའི་རྒྱལ་བ་ཐམས་ཅད་ཀྱི་བསྔོ་བ་གང་མཆོག་ཏུ་བསྔགས་པ་འདི་བདག་གི་རྒྱལ་བའི་རྩ་བ་འདི་ཁྱོད་ཀྱང་བཟང་པོ་སྤྱོད་ཅིག་རབ་ཏུ་བསྔོ་བར་བགྱི་ཟེར་དང། དེ་ནས་བྱང་ཆུབ་སེམས་སྦྱོར་རིན་པོ་ཆེ་མ་སྐྱེས་པ་རྣམས་སྐྱེ་གྱུར་ཅིག་སྐྱེས་པ་ཉམས་པ་མེད་པར་ཡང་གོང་ནས་གོང་དུ་འཕེལ་བར་ཤོག་ཟེར་དང། ཡང་དེ་ག་ནས་བཞིན་རྒྱལ་བ་འདི་ཡིས་མྱུར་དུ་བདག། བླ་མ་སངས་རྒྱས་འགྲུབ་གྱུར་ཅིག་འགྲོ་བ་གཅིག་ཀྱང་མ་ལུས་པ་དེ་ཡི་ས་ལ་འགོད་པར་ཤོག། དེ་རྗེས་དེ་བཀྲ་ཤིས་ཀྱི་གསུང། རྩ་རྒྱུད་བླ་མ་རྣམས་ཀྱི་བཀྲ་ཤིས་ཤོག་ཡི་དམ་ལྷ་བཙུན་རྣམས་ཀྱི་བཀྲ་ཤིས་ཤོག་མ་དང་མཁའ་འགྲོ་རྣམས་ཀྱི་བཀྲ་ཤིས་ཤོག་ཆོས་སྐྱོང་སྲུང་མ་རྣམས་ཀྱི་བཀྲ་ཤིས་ཤོག། ཨོ་བསྡུ་གསུངས་པ་ཡིན་ན་ཨ་ཚ་རེད་ཨ་འདི་ལ་ཨ་ནི་བཤད་སྲོལ་ཟེར་འདི་རེད། ད་ངས་འདོན་པ་གཅིག་པོ་ཞིག་འདོན་ཅིག་ངས་བཅུ་གི་ཡིན་ད་ད་ལྟ་ངས་འདིའི་འདོན་པ་འདོན་ཡང་དང་འགྲེལ་བཤད་གཉིས་ཀ་མཉམ་དུ་བྱེད་རོགས་ཨ་ད་ངས་འདོན་པ་གཅིག་པོ་ཞིག་འདོན་ཅིག་ཟུར་དུ་བཅུག་གི་ཡིན་ཨ་ནི་སོ་སོ་འདུག་སུ་འདོན་ཤོག་ཨ།